ཨོ་དེ་རེད། ད་དེ་ནས་གར་སོང་འདུག་ཟེར་ན། བྱིང་བ་དང་རྒོད་པ་གཉིས་ཉེས་པ་གཅིག་ཏུ་བསྡུས་པ་དང་ད་དངོས་གནས་བྱས་ན་འདི་ན་བྱིང་རྒོད་གཉིས་པོ་དེ་ཀོ་རྫས་སོ་སོ་བ་ཡིན་དུས་ཙང་ནས་ཉེས་པ་དྲུག་འདྲ་བོ་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་ན་ཡང་ཁོ་ཚོ་གཉིས་མཉམ་དུ་ཚུར་བསྡོམས་ནས་དེ་ནས་གྲངས་ཀ་གཅིག་ཏུ་བརྩི་བ་རེད་ང་ཚོས་བལྟ་ན་ཀླུ་སྒྲུབ་ཀྱིས་གསུངས་པའི་སྐབས་འདྲ་བྱིང་ན་རྒོད་པ་དང་འགྱོད་པ་གཉིས་པོ་དེ་བྱེད་ལས་གཅིག་པ་ཡིན་པའི་སྒོ་ནས་མཉམ་དུ་བརྩིས་བྱ་བར་བ། དེ་ནང་བཞིན་དུ་མངོན་པར་མཛོད་ཀྱི་བཀའ་ལ་ཡང་མགོན་ཆོས་གཉིས་པོ་མཉམ་དུ་བརྩི་དགོས་རུང་གསུངས། རེས་ཟད་དང་བྱ་བ་གཅིག་པའི་ཕྱིར། ཞེས་ཟླ་བ་མཛོད་སྐབས་སུ་ཟད་ཟེར་ན། མགོན་ཆོས་གཉིས་པོ་དེ་ཡོངས་གཅིག་གི་རྒྱུ་གཅིག་པ་རེས་ཟད་གཅིག་པ། དེ་ནས་ཁོ་རང་གཉིས་རྒྱུད་ལ་སྐྱེས་ཡོང་བའི་སྐབས་སུ་ཁོ་ཚོ་གི་བྱ་བ་དེ་གཅིག་པ་རེས་དགོས་པ་དང་བརྗོད་པ་གཉིས་པོ་ཡོད་ན་སེམས་ཡུལ་ལ་འཕྲོ་འགྲོ་བའི་གི་བྱེད་ལས་བྱ་འགྲོ་གི་རེས། དེ་ནས་གཉེན་པོ་གཅིག་པ་རེས་སེམས་ནང་དུ་གནས་ནས་དེ་ནས། བསྡུ་སྒོམ་བྱེད་དགོས་རེད་ཟེར་ནས་གསུངས་ཡོང་གི་འདུག་བ། འོ་དེ་འདྲ་རེད་དེ་ཡིན་དུས་ཚང་ནས་ད་ཐ་ན་འདི་ནས་ཡང་བྱིང་བ་དང་རྒོད་པ་རྣམ་པ་གཉིས་པོ་དེ་ཟས་དང་བྱ་བ་གཅིག་པ་རེད། སྤྱིར་བཏང་བྱིང་བ་ཟེར་ཡོང་དུས་ཚང་ནས་ང་ཚོ་འདི་ཕལ་ཆེར་དཔེ་ཡི་ཐོག་ནས་མིང་དུ་བཏགས་བཞག་པ་ཡིན་ས་རེད་བསམ་གི་འདུག་ཤུགས་དང་ཐ་བོད་ཤོག་ཡོད་བ། ང་ཚོ་བོད་ཤོག་ཟེར་ན་ཤུགས་ཀྱི་ཡོད་བ་ཤུགས་སོབ་སོབ་ཅིག།

པའི་རྟ་རྒོད་པོ་ཟེར་ནས་ལ་ཡོད་དོ། རྟ་རྒོད་ཟེར་ཡོད་དོ་ཟེར་ནས། ཁ་སྐད་ཆོས་ནས་བཏུར་མ་ཐུབ་པ་དེ་ལ་ཟེར་ཡོད་རེད་བ། འོ་དེ་ཡིན་དུས། དེ་ནི། པིའུ་ནང་བཞིན་བྱས་ནས་འཕྲོ་བསྡད་པ་དེ་ལ་སེམས་རྒོད་པ་ཟེར་ཡོད་རེད་དེ་ཡིན་དུས་བྱིང་བ་དང་རྒོད་པ་རྣམ་པ་གཉིས་པོ་དེ། དེ་ནི་ཁོ་གཉིས་གྲངས་ཀ་གཅིག་ཏུ་བརྩེས་སོང་བ་གཅིག་ཏུ་བསྡུར་བ་དང། ད་དེ་ཡིན་དུས་ཙང་ནས། འདིའི་བྱིང་རྒོད་རྣམ་པ་གཉིས་པོ་དེ། དེ་ནི། ནམ་རྒྱུན་འདྲ་ཅན་ཡིན་ན། རྨུགས་པ་དང་རྒོད་པ་ཟེར་ཡ་དེ་ཡང་འགྲིག་དུས་ཡོད་རེད། བྱིང་བ་ཟེར་ཡ་དེ་སེམས་དེ་ཚུར་རྨུགས་ནས་འཐིབ་བསྡད་པ་ད་འཇུ་ཤེས་ཡོན་པ་ཀོ་ཅིག་སྣང་ལ་མ་ངེས་པའི་གསལ་ལ་མ་གསལ་བའི་ཆགས་བསྡད་པའི་སྐབས་འགྲོ་བ་དེ་ལ་སེམས་བྱིང་བ་ཟེར་གྱི་རེད། དེ་གི་དེ་ནས་ཏིང་ངེ་འཛིན་སེམས་དེ་ནང་དུ་ཚུར་བསྡུད་ཐལ་འཁུར་འགྲོ་བའི་དཀའ་ངལ་རེད། ང་ཚོས་བལྟ་ན་འཛིན་གྲྭ་འགྲོ་བའི་སྐབས་སུ་སེམས་ནང་དུ་བསྡུད་ཐལ་འཁུར་སོང་ན་དེ་ནི་རྙེད་ཁུངས་རུག་དོ། ནང་དུ་བསྡུ་བ་ཡང་ཞེ་དྲག་བསྡུ་རྒྱུ་ཡོད་མ་རེད། དེ་ལས་ཡང་སེམས་ཕྱི་རོལ་ལ་ཕར་འཕྲོ་ཐལ་འདྲ་ཅིག་འཁུར་སོང་ན་སེམས་རྒོད་འགྲོ་གི་རེད་ཡང། དེ་ཡིན་དུ་ཐ་ན་འཕྲོ་རྒོད་གཉིས་པོ་རིན་པོ་ཆེ་བཟོ་དགོས་གསུངས་འདུག་དེ་བྱས་ནས་དཔེར་ན་སྒོམ་རྒྱག་མཁན་འདྲ་བོ་གཅིག་གི་དབང་དུ་བཏང་བ་ཡིན་ན་དེ་རྗེ་བཙུན་མི་ལེགས་གསུངས་འདུག་དབྱར་ཟླ་གསུམ་རི་བོའི་རྩེ་ལ་སྒོམས། དབྱར་ཁ་ཟླ་བ་གསུམ་དེ་རི་ཡི་རྩེ་ལ་སྒོམ་དགོས་རེད་གང་ཟེར་ན་སེམས་ཀྱི་རྨུགས་པ་སངས་བས་ཀྱི་རྒུད་པ་དེ་ཡོད་རེད་དབྱར་ཁ་ང་ཚོ་རྨུགས་པ་དེ་ཤུགས་ཆེ་བ་ཡོང་གི་ཡོད་རེད། ང་ཚོ་ཕལ་ཆེར་དགུན་ཁ་དང་དབྱར་ཁ་ཞེ་དྲག་ཆེ་བ་མི་འདུག་གསུངས་སོ་ག་དུས་ནས་རྨུགས་འདུག་ད་ཡིན་ན་སྤྱི་བཏང་ནམ་རྒྱུན་བྱས་ན་དབྱར་ཁ་དེ་ནས་རྨུགས་པ་ཤུགས་ཆེ་ཡང་ཡོང་གི་ཡོད་རེད་བ།

རྣམ་རྟོག་འཕྲོག་ཞིང་སྒོས་གནད་འགལ་འདྲ་ཆགས་ན་སྒོ་དེ་སྒེའུ་ཁུང་རྒྱབ་དགོས་རེད་རས་ཀྱི་ཡོལ་བ་རྒྱབ་དགོས་རེད། དེ་ནས་ཁ་ལག་ཡིན་ན་ཁ་ལག་ལྟེ་ཡེ་སྣུམ་ཚོས་ཡོལ་བ་ཟ་དགོས་རེད་དེ་ནས་མར་ལྟེ་རྡོབ་རྡོབ་བཟོ་ཡོང་རོགས་བྱེད་ཀྱི་རེད་བ། འོ་དེ་ཡིན་དུས་ཚང་ནས་ཟས་དང་སྤྱོད་ལམ་ལ་སོགས་པ་དང་དེ་འདྲ་མང་པོ་གསུངས་འདུག་ད་དེ་ཚོ་ང་ཚོ་ཅིག་སློབ་སྦྱོང་བྱེད་མཁན་ཅིག་ཡིན་ན་ཡང་དེ་འདྲ་ཞིག་བཟོ་དགོས་དགོས་ས་རེད། འོ་ཡ་དེ་མ་གཏོགས་དེ་ནས་སྨུག་པ་དང་རྒོད་པ་གཉིས་ཀྱི་དཔེ་ག་ལ་འགྲིག་རེད་ད་བྱིང་བ་དང་རྒོད་པ་གཉིས་ཉེས་པ་གཅིག་ཏུ་འདུ་བ་བྱེད། དེ་ནས་དེ་ཉིད་ཞི་བའི་ཕྱིར་དུ་འདུ་མི་བྱེད་པ་དང་གསུངས་འདུག་བ། དེ་བྱེད་དུས་གཙང་ནས། བྱིང་རྒོད་རྣམ་པ་གཉིས་པོ་དེ། ད་འདི་རེད། ཏིང་ངེ་འཛིན་གྱི་དངོས་གཞི་ལ་བར་དུ་གཅོད་མཁན་དེ་རེད། དེ་འདུས་ཁོ་ཚོའི་རྣམ་པ་གཉིས་པོ་དེ། ཏིང་ངེ་འཛིན་གྱི་དངོས་གཞི་ལ་བར་དུ་བྱེད་པ་རེད། དེ་བྱེད་དུས་རྩ་ནས་དེ་འབྲེལ་གྱི་ཏིང་ངེ་འཛིན་ལ་འཇུག་ནས་ད་སྒོམ་འདྲ་བོ་ཅིག་གན་ལ་སླེབས་ཡོང་བའི་སྐབས་སུ། ཡང་ན་ཐོས་བསམ་བྱེད་ཡོང་བའི་སྐབས་སུ་བྱིང་བ་དང་རྒོད་པ་དེ་འདྲ་ཅིག་ཡོད་པ་ཡིན་ན་ཡང། དེ་གཉིས་ཞི་བའི་ཆེད་དུ་འདུ་མི་བྱེད་པ་དེ་ཡང་སྒྲིབ་པ་གཅིག་རེད། ཨ་དེ་ཡིན་དུས་ང་ཚོས་སློབ་སྦྱོང་བྱེད་མཁན་ཅིག་ཡིན་ན་དེའི་བྱིང་རྒོད་གཉིས་པོ་དེ་རྒྱུད་ལ་སྐྱེས་ཡོང་དུས་རྩ་ནས་དེ་གཉིས་པ་སེལ་ཡག་གི་ཐབས་ལམ་ཁྱོན་ནས་མི་བྱེད་པ་བྱས་ནས་དེ་གཉིས་ཀྱི་རྗེས་སུ་འགྲོ་བདེ་བ་ཡིན་ན་དེ་སྒྲིབ་པ་རེད། ད་ལྟ་འདི་ནས་གསུངས་འདུག་བ་དེ་གཉིས་ཞི་བའི་ཕྱིར་དུ་འདུ་མི་བྱེད་པ་དང། དེ་ནས་ད་ལྟ་འདི་དག་རབ་ཏུ་ཞི་བའི་ཚེ་ཡང་དངོས་པོར་འདུ་བྱེད་པ་ཉིད་དེ་གསུངས་པ་ཡང་ད་ཡང་འདིར་བ་ཞི་བའི་ཆེད་དུ་བྱིང་རྒོད་གཉིས་པོ་དེ་བ་ཞི་བར་བྱ་བའི་ཆེད་དུ་འདུ་བྱེད་པ་ཆེ་དང་འབད་བརྩོན་བྱེད་པ་ཆེ་དང་འབད་བརྩོན་བྱས་ནས་བྱིང་རྒོད་གཉིས་པོ་དེ་བ་མེད་བ་ཕྱག་འཚལ་བའི་ཕྱིར་ད་དུང་ཨུ་ཚུགས་བརྒྱབ་ན་ཡང་བྱིང་རྒོད་གཉིས་མེད་བ་བཟོ་ཡང་ཐབས་ལམ་བསྟན་བསྡད་པ་ཡིན་ན་ཡང་སེམས་ཡུལ་ལ་འཕྲོ་ཐལ་འཁོན་འགྲོ་གི་ཡོད་རེད། འོ་དེ་ཡིན་དུ་ཙང་ནས། གང་ལྟར་དེ་ནི་སེམས་ཀྱི་དེ་ནི་ད་ལྟ་འདི་གནས་ཚུལ་དེ་ཆ་སྙོམས་པ་ཅིག་དགོས་ཀྱི་ཡོད་རེད་ཡང་ཆ་སྙོམས་པོ་ཆགས་ཡོང་བ་དགོས་སོ་ད་དུང་དཀྲུག་དཀྲུག་བཏང་བསྡད་པ་ཡིན་ན་དེ་ནི་དེ་ནས་ཡང་ཡག་རྒས་འགྲོ་གི་རེད་ཡང་ཚད་ལས་བརྒལ་འགྲོ་བ་ཆགས་འགྲོ་གི་རེད་འོ་དེ་ཡིན་དུས་མངོན་པར་འདུ་བྱེད་པ་ཉིད་དེས་འདི་དག་ཉིད་པ་ལྔར་འདུ་དོ་གསུངས་འདུག་འདི་ཚོ་དེ་ནས་ཅིག་འདུ་མི་བྱེད་པ་དེ་ཚོ་འདྲ་ཅིག་ཡིན་ན་དེ་ནི་ཉིད་པ་ལྔ་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་གསུངས་པ་རེད་འདི་དག་ཉིད་པ་ལྔར་འདུ་དོ་གསུངས་དེ་བྱེད་དུས་ཙཱ་ནི་ད་ལྟ་འདི་འཇིག་རྟེན་གསུམ་གོང་གི་བཀའ་འབུམ་ནང་ལ་ཟླ་བ་དག་འདི་ཚོ་བྲལ་ཏེ། བྱེད་འགོད་གསལ་ཡག་གི་ཐབས་ལམ་བསྟེན་ཚུལ་དང། དེ་ནས་ཆེད་བསྒོམ་སྦྱང་མཁན་འདྲ་ཅིག་ཡིན་ན་ག་རེ་ག་རེ་བྱེད་དགོས་ཀྱི་ཡོད་མེད། ད་ཐེངས་སྒོམ་གྱི་ཐོག་ལ་གཙོ་བོ་གསུངས་འདུག་ད་དུང་དེ་མ་ཟད་ང་ཚོ། ཤེས་དྲག་འདྲ་བོ་ཞིག་ཐུགས་བསམ་བྱེད་མཁན་ཡིན་ན་དེ་ཚོ་ལག་ལེན་བསྟར་ན་ཡག་པོ་འདུག་བ། དེ་ལ་གར་སོང་བ་ཟེར་ན། ཚར་བཅད་པ་དང་རྗེས་སུ་འཛིན་པ་དང་རང་སོར་བཞག་པ་ཟེར་ནས་གསུམ་གསུངས་ཡོང་འདུག་བ། ཚར་བཅད་པ་ཟེར་ཡོང་འདུག་ས་ནས་མཚམས་མཚམས་དེ་ནས་སྒོམ་ཡག་པོ་མ་ཆགས་བ་དང་དག་ཅིག་རྣམ་རྟོག་འཕྲོ་བ་དང་རྒོད་པ་དང་དེ་བཞིན་དུ་དེ་ནས་དེ་དང་དེ་ད།

དངོས་གནས་གཟུགས་པོ་ཆོས་ཀྱི་དག་པས་ང་ལ་ཕན་བཏགས་སོང་ཟེར་སྒོམ་ཐུབ་ཐུབ་ལམ་ལྷོང་ཡག་པོ་འགྲོ་བཅུག་གི་འདུག་དེའི་སྐབས་སུ་ང་གཉིད་ཅོག་རྒྱག་བཅུག་གི་མི་འདུག་དེའི་སྐབས་སུ་ང་དེ་ནས་བས་ཡང་སེམས་འཕྲོ་རྒོད་བྱེད་བཅུག་གི་མི་འདུག་ད་གཟུགས་པོ་ཆོས་ཀྱི་དཔེ་བཀའ་དྲིན་ཆེན་པོ་ཟེར་ནས་སོ་སོ་སོ་ངེས་པར་བྲལ་དགོས་རེད་ཟེར་དེ་འདྲས་ངོ་མ་པར་ཆེན་དགའ་ལོ་ཚ་བ་དེ་ནས་གནང་གི་རེད་གསུངས་འདུག་ཨོ་དེ་འདྲས་དེ་ནས་ཡང་ཅིག་ཏག་ཏག་ཡོད་བསྡད་པའི་སྐབས་སུ་དེ་ནས་མུ་མཐུད་ནས་དེའི་ཁ་ཏག་ཏག་བཞག་ཡ་འདྲ་བོ་ཨོ་དེ་འདྲས་བྱེད་དགོས་རེད་གསུངས་འདུག། འོ་དེ་ནང་བཞིན་བྱས་ནས་དེ་ནི་དེ་ཚོ་མ་བྱས་པ་ཡིན་ན་དེ་ནི་ད་ལྟ་འདི་ནས་འདུ་མི་བྱེད་པའི་གི་སྐྱོན་དང་འདུ་བྱེད་པའི་གི་སྐྱོན་ལ་སོགས་པ་དེ་འདྲའི་ལས་ཡོང་གི་ཡོད་ཟེར་བ། འདུ་མི་བྱེད་པ་ཉིད་དེས་འདི་དག་ཉིད་པར་ངར་འདོད་དོ་གསུངས་པ་དེ་ཡིན་དུས་དེ་ལ་ཉིད་པར་ངག་གསུངས་པ་ལས། ད་དེ་དག་གི་གཉེན་པོ་ལ་དེ་ནི་གཉིས་པ་གཉེན་པོ་འདུ་བྱེད་བརྒྱད་བསྟན་པ་ཟེར་ཡ་དེ་རེད་ད་དེའི་གཉེན་པོ་དེ་ལ་འདུ་བྱེད་བརྒྱད་པོ་དེ་ག་འདྲས་བསྟན་དགོས་རེད་ཟེར་ན། དེ་ནི་གནས་དང་དེ་ལ་གནས་པ་དང། རྒྱུ་དང་འབྲས་བུ་ཉིད་དུའོ། དམིགས་པ་རྒྱས་པར་མ་གྱུར་དང་བྱིངས་དང་དགོས་པ་རྟོགས་པ་དང་དེ་ཕོངས་མངོན་པར་འདུ་བྱེད་དང་ཞི་ཚེ་མནར་དུ་འཇུག་པའོ་ཟེར་དེ་བར་བསྟན་པ་གདའ། དེ་གསུངས་དུས་ཙང་ནས་ད་དང་པོ་དང་ཅིག་ཞུ་བ་ནང་བཞིན་བྱས་ནས་རྙོག་དྲ་དང་དཀའ་ངལ་ཚང་མ་སྤྲད་དེ་ངས་འདི་ལེ་ལོ་ཡིན་དུས་ཙང་ནས་དེ་ནས་ལེ་ལོ་དེ་སྤོང་བར་བྱེད་པ་ལ་ད་འདི་ན་གཉེན་པོ་ཕལ་ཆེར་གཞས་འགྲོ་བོ་ཅིག་སོང་ཡོང་འདུག་བ། གཙོ་བོ་ག་རེ་དགོས་རེད་ཟེར་ན། དེ་ནས་འདུན་པ་དང་བརྩོན་འགྲུས་དང། དྲན་པ་དང་དེ་ནས་ཤིན་སྦྱངས་ཟེར་ཡག་དང་དེའི་བཞི་པོ་དེ་ལ་དེ་ནས་ལེ་ལོ་ཟེར་དགོས་རེད་གསུངས་པ་རེད་སྤོང་བའི་འདུ་བྱེད་བརྒྱད་ཀྱི་ནང་ནས་དང་པོ་བཞི་པོ་དེ་ལེ་ལོ་གི་གཉེན་པོ་རེད། དེའི་ནང་ནས་དང་པོ་གར་ཟེར་ན་རྩོལ་བའི་གི་གནས་འདུན་པ་དང། ད་ད་ལྟ་འདི་སྤྱི་དང་དེ་ནས་ལས་ཀ་གང་འདྲ་ཅིག་ཡིན་ན་ཡང་དང་པོ་འདུན་པ་ཡོད་པ་དགོས་ཡག་དེ་དཔེ་གལ་ཆེན་པོ་རེད། དེ་འདྲ་ཅིག་བྱེད་ཡག་གི་འདོད་པ་ཡོད་པ་འདུན་པ་ཡོད་དགོས་པ། འདུན་པ་དེ་མེད་ཚར་བ་ཡིན་ན་བརྩོན་འགྲུས་རྒྱུ་ལ་སྐྱེ་གི་མ་རེད་དེ་བྱེད་དུ་བརྩང་ནས། རྩོལ་བས་ཀྱི་གནས་འདུན་པ་དང་ཟེར་དེ་རེད། རྩོལ་བ་འབྱུང་སའི་གི་འབྱུང་ཁུངས་ངོ་མ་དེ་འདུན་པ་རེད། དེ་ཡིན་དུས་སྤོང་བའི་འདུ་བྱེད་བརྒྱད་ཀྱི་ནང་དང་པོ་འདུན་པ་བསྟེན་དགོས་དེ་གལ་ཆེན་པོ་རེད་གསུངས་པ་རེད། དེ་བྱས་ནས་དེ་ནས་དེ་དང་དེ། སློབ་དཔོན་དབྱིག་གཉེན་གྱིས་ད་དང་འདི་གསུངས་ཡོང་དུ་བ་མདོ་འཆད་ཐབས་ཀྱི་མན་ངག་བཤད་ཡོང་བའི་སྐབས་སུ། ཉན་པ་པོ་དེ་གོས་བྱེད་པ་ཐོག་མར་གུས་པ་བརྗོད་པར་བྱ་གསུངས་རེད་བ། དེ་ཡིན་དུས་དགོས་དོན་འདོད་དོན་ཚིག་དོན་མཚམས་སྦྱར་དགར་ལན་ཟེར་ན་བཤད་ཡོང་དུས་ཚང་ན་དང་པོ་དགོས་དོན་བཤད་དགོས་པའི་རྒྱུ་མཚན་གར་ཟེར་ན་ཉན་པ་པོ་དེ་གུས་བྱེད་པའང་ཟེར་ན་དོ་བ། ཉན་པ་པོ་དེ་གཞུང་དེ་དང་དེ་ལ་དཔེ་གུས་པ་དང་སྤྲོ་སྣང་བསྐྱེད་ཡག་གི་ཆེད་དུ། དེ་ནི་དང་པོ་གུས་པ་དེ་བརྗོད་དགོས་རེད་ཟེར་གྱི་རེད་དེ་ཡིན་དུས་ཚང་ནས་གུས་པ་བརྗོད་ཡོང་དུས་ཚང་ནས་དེ་ནི་དེ་ལ་གུས་ཞབས་འདུན་པ་བསྐྱེད་ཡོང་གི་རེད་དེ་ཡིན་ཚང་ཐོག་མར་འདུན་པ་དེ་གལ་ཆེན་པོ་རེད། ཨ་དེ་འདྲ་ཡིན་དུས་གནས་འདུན་པ་དང།

དེ་ནས་གནས་འདུན་པས་ཀྱི་རྒྱུ་དད་པ་དང་གསུངས་པ་རེད། ད་ཡང་དེ་ནས་འདུན་པ་དེ་ག་རེ་ལ་དེ་ནས་དཔྱད་དགོས་རེད་དཔེར་ན་རྩོལ་བས་ཀྱི་གནས་འདུན་པ་དེ་གའི་སྐྱེ་མཆེད་ཀྱི་རྒྱུ་དེ་ག་རེ་ཟེར་ན་དེ་དད་པ་རེད། དེ་བྱས་ནས་སངས་རྒྱས་ཀྱི་དད་པ་སྔོན་འགྲོ་མ་དར་བཅས་པ་དེ་གསུངས་ཡོད། དད་པ་དེ་སྔོན་དུ་འགྲོ་བ། དེ་བྱས་ནས་དེ་ནས་དྭགས་པོ་རིན་པོ་ཆེ་གིས་ཡང་མཐར་ཕྱིན་ནས་གསུངས་འདུག་བ། ལུས་དལ་འགྱུར་རྣམ་གཉིས་དང། སེམས་དལ་བ་རྣམ་གསུམ་ལ་ལྡན་པ་ནི་སངས་རྒྱས་སྤྲོས་པའི་རྟེན་གྱི་གང་ཟག་ཏུ་བཟང་ངོ་ཞེས་གསུངས་ཏོ། དེ་བཞིན་དུ་བཟང་ནི་སེམས་ཐོག་ལ་ཚང་དགོས་ཡང་དང་པོ་དེ་དལ་བ་རྣམ་པ་གསུམ་ཞེས་གསུངས་ཏོ། དེ་ཡིན་དུ་བཟང་ནི་གནས་བདུན་པའི་གི་རྒྱུ་དལ་བ་དང་བཅས་ཏེ་རེད། དེ་ནས་དེ་བཞིན་དུ་གནས་པ་རྩོལ་བས་ཀྱི་འབྲས་བུ་དེ་ཤིན་འབྱུང་གསུངས་པར་ད་ད་འབྱིན་ད་གོ་རིམ་འགྲོ་བ་ཕྱིར་ན་འདི་ཆགས་སོང་དང་པོ་དལ་བ། དེ་ནས་བདུན་པ། དེ་ནས་རྩོལ་བ་དེ་ནས་ཤིན་འབྱང་བྱས་ཏེ་ལས་ཡོང་གི་ཡོད་ད། དེས་འདུས། དད་པས་འདུན་པའི་གྱི་རྗོད་བྱེད་པ། འདུན་པ་གིས་བརྩོན་འགྲུས་ཀྱི་རྗོད་བྱེད་པ། བརྩོན་འགྲུས་ཀྱིས་ཤིན་སྦྱངས་ཀྱི་རྗོད་བྱེད་པ་ཟེར་དེ་རེད། ད་འདི་ན་ཡར་མར་སྤྲུག་སྤྲུག་དང་ལ་སོང་དགོས་ཡ་དེ་ད་ཁ་ཤས་གནས་རེད་ཟེར་ཡ་འདྲ་བོ་དང་ཁ་ཤས་དེ་ལ་གནས་པ་རེད་ཟེར་ན་འདྲ་ཤེས་རྒྱབ་ནང་དང་བ་དེ་རེད་མ་གཏོགས་དོན་དུ་ཆ་ནས་དད་པ་དེ་དངོས་གནས་རྒྱུད་ལ་སྐྱེ་ཚུལ་དགོངས་དང་བྱེད་པ་ཡིན་ན་དང་པོ་དད་པ་དེ་རེད་དང་བ། གང་ཡིན་ཟེར་ན་འདུན་པས་གྱི་རྗོད་དད་པ་ཆགས་ཡོང་དང་བ། དེ་ནས་འདུན་པ་དེ་བརྩོན་འགྲུས་ཀྱི་འབྱུང་གནས་ཆགས་ཡོང་དུས་ཙང་ནས་བརྩོན་འགྲུས་དང་འདུན་པ་གཉིས་པོ་དེ་འདུན་པ་སྔོན་ལ་རེད་དང་བ།

ལྟ་འདི་ལྟའི་ཚིག་གཅིག་གོ་གོམས་འདྲིས་ཡོད་བའི་སྟངས་མཚན་འདྲ་བོ་གཅིག་རེད་མ་གཏོགས་ཕྱི་རྒྱལ་འདྲ་བོ་ཅི་འདྲ་ཞིག་བསྡད་ཞོར་དང་གང་མཚམས་སུ་འདུག་ཁོ་སྐད་ཤོར་ཡོང་གི་དེ་ནི་འཕག་འཚག་རྒྱབ་ཡང་འཕག་མང་འཕག་དེ་འདྲ་ཞིག་སླེབས་ཡོང་གི་རེད་དེ་ཡིན་དུས་ཁོ་ལུས་ཀྱི་ཤིན་ཅང་ད་ཆུང་ཆུང་འདྲ་བོ་ཅིག་ཡིན་ཆོག་གི་རེད་ང་ཚོ་ལུས་ཤིན་ཅང་ཟེར་ཡོང་དུས་ཚང་ནས་ལུས་དེ་དངོས་གནས་ཅིག་རང་ཚུགས་དུ་གནས་ཐུབ་པ་ཅིག་སྐྱིད་དང་ལུས་ག་ཟེ་རང་ཚུགས་དུ་གནས་པ་ཡིན་ན་དེ་ནི་སེམས་རང་ཚུགས་དུ་གནས་ཀྱི་རེད་ཟེར་གྱི་འདུག་ལུས་དྲང་ན་རྩ་དྲང་ཟེར་ཡས་རེད།

དེ་ནི་གནས་བཅུ་ཡོད་པ་གནས་ཐོད་པ་ཨོ་ད་དེ་འདྲ་ཅིག་ལ། ད་ལྟ་འདི་སེམས་ཤིན་སྦྱངས་གསུངས་པར་དེ་ཡིན་དུ་དེ་འདྲའི་གི་ཤིན་སྦྱངས་དེ་སུའི་འབྲས་བུ་རེད་ཟེར་ན་བརྩོན་འགྲུས་ཀྱི་འབྲས་བུ་རེད་གསུངས་པ། འབྲས་བུ་ཤིན་ཏུ་འབྱུང་བ་ཉིད་དུ་འགྱུར་བའོ། ད་དེ་གི་སྤོང་བའི་འདུ་བྱེད་བཞི་པོ་དེ་ལས་ལོག་གི་གཉེན་པོར་གདའ། དེ་ནི་སྤོང་བའི་འདུ་བྱེད་ལྷག་མ་བཞི་ནི་དམིགས་པ་བརྗེད་པར་མ་གྱུར་བ། དྲན་པ་དང། ད་འདི་དང་ཅི། ང་ཚོ་འདི་གདམས་ངག་རྣམས་བརྗེད་པ་ཟེར་ཡ་ཅིག་ཡོད། གདམས་ངག་བརྗེད་པ་ཟེར་དེ་གི་གཉེན་པོ་དེ་ལ་ག་རེ་དགོས་འོ་ཟེར་ན། དེ་ནི་དམིགས་པ་རྒྱས་པར་མ་གྱུར་པའི་དྲན་བག་ཟད་དེ་རེད། སྤྱི་བཏང་དྲན་བག་ཟད་ཡ་དེ། དམིགས་རྣམ་ག་འདྲས་ཅིག་བཟང་ངན་ག་འདྲས་ཅིག་ཡིན་ན་དེ་མི་བརྗེད་པར་འཛིན་ཐེ་གའི་ཆེད་ལ་དྲན་བག་ཟད་ཀྱི་རེད་བ། ད་ལྟ་འདི་དྲན་བག་དགེ་བ་ཅིག་ཡིན་དགོས་དུས་ཙང་ནས་དེ་ནི་དགེ་བའི་དམིགས་པ་མ་བརྗེད་པ་ཅིག་ལ་དེ་ནི་དྲན་བག་སོང་མྱོང་གི་ཡོད་རེད། ཨོ་དེ་ཡིན་དུས་ད་ལྟ་སྒོམ་གི་ཅིག་སྒོམ་ཡག་གི་དམིགས་པ་ག་རེ་ཡིན་གྱི་ཡོད་ན་ཡང་འདྲ། ཡང་ན་ཅིག་གཞུང་ཉན་བཤད་བྱེད་སའི་གི་དཔེ་ཆ་དེ་གི་གཞུང་དོན་ག་རེ་ཡིན་མིན་དེ་ཚོ་ཚང་མ་དེ་ཡང་ནས་ཡང་དུ་དྲན་པར་བྱེད་པ་ཅིག་ལ་དེ་ནི། དྲན་པ་ཟེར་ཡོང་གི་ཡོད་རེད་ཨོ་དེ་ཡིན་དུས་དམིགས་པ་རྒྱས་པར་མ་འགྱུར་བར་དྲན་པ་དང། དེ་བྱེད་དུས་དཔེར་ན་དཔེ་ཆ་འདྲ་བོ་ཞིག་བལྟ་བ་ཡིན་ན་དང་འཛིན་གྲྭའི་ནང་ནས་ཁོས་དཔེ་ཆ་དེ་འདྲ་ཞིག་རྒྱབ་སུ་དུད་ཚར་ནས་ལམ་སང་དེའི་འཛིན་གྲྭ་དེ་མ་ཕྱི་ལོག་དོན་ཚར་བ་དང་གཅིག་དཔེ་ཆ་དེ་གི་བསམ་བློ་དེ་དེའི་སུ་དྲངས་ཀྱི་ཡོད་མ་རེད་ནང་ལ་སླེབས་སླེབས་བར་དུ་དཔེ་ཆའི་ཐོག་ལ་ཨ་བསམ་བློ་འདྲ་བོ་དེའི་སུ་བཏང་ཐུབ་པ་ཡིན་ན་དེ་ནས་ད་ཅིའི་ཤེས་བྱ་བའི་དཔེ་ཆ་དེ་ཚོ་བློ་ལ་བདེ་ལེ་ཡག་གི་རེད། དེ་མ་གཏོགས་དེ་ནས་འདི་ནས་འཛིན་གྲྭ་གྲོལ་བ་དང་ལམ་སང་འཛིན་ཁང་དགོན་ལ་མ་སླེབས་དེ་ནས་ཧང་གོ་གདོང་འཇགས་ཞོལ་ཡག་འདྲ་བོ་དང་མི་གཅིག་གཅིག་ལ་འབོག་སེང་ཞོ་རེའི་རྩེད་ཡག་འདྲ་བོ་དང།

རྟོགས་པ་ཤེས་བཞིན་དང། ད་སེམས་བྱིང་དབྱུང་བའི་སྐབས་སུ་བྱིང་གི་ཡོད་པར་བཤད་པ། དེའི་རྗེས་འདུག་དེ་ནས་དེ་དང་དེའི་སེམས་རྒོད་འགྲོ་བའི་སྐབས་སུ་རྒོད་གི་ཡོད་པར་ཧ་གོ་བ། དེ་ལ་ཤེས་བཞིན་ཟེར་གི་རེད། དེ་བྱས་ནས་དེ་ནས་སྤྱོད་འཇུག་གི་གནས་སྐབས་སུ་ཁ་སེང་གཅིག་ཤོས་ཡིན་པ། ཤེས་བཞིན་དེ་བྱ་ར་བ་མི་ལྟ་བུ་ཡིན་གསུངས་འདུག་བ། བྱ་ར་བ་མི་ལྟ་བུ་ཞིག་ཏུ་ཅིག་གསོ་བར་ང་ཚོར་སྤྲོ་ན་བཙོན་ཁང་དེ་ཚོ་ནང་མཐོང་བདེ་བ་བཙོན་ཁང་གི་རྩིག་པའི་སྒང་ལ་ཡར་མར་སྐོར་སྲུང་བ་དེ་འདྲ་འགྲོ་བསྡད་ཀྱི་འདུག་བ་བཙོན་ཁང་ནང་གི་བཙོན་བཙོན་པ་དེ་ཚོའི་བག་ཚོ་འཁྲུག་པ་རྒྱག་གི་འདུག་བས་ཡང་ན་ཁོ་ཚོ་བྲོས་འགྲོ་གི་འདུག་བས་རྟགས་དེ་འགའི་ཐད་ལ་དོ་སྣང་བྱས་ན་རྟགས་དེ་འགའི་ཐད་ལ་བྱ་ར་བ་ཟེར་གྱི་རེད་བ་དེ་ནང་བཞིན་ཤེས་བཞིན་དེ་ང་ཚོ་དེ་ནས་ད་ལྟ་སྐྱོན་བརྗོད་རང་ལ་མཚན་ཉིད་འདི་བཤད་ཡོད་བ། ལུས་སེམས་ལ་ཡང་ཡང་བརྟག་པའི་ཤེས་བཞིན་ཟེར་གི། ལུས་དང་སེམས་ཀྱི་གནས་སྐབས་ལ་ཡང་ཡང་བརྟག་དཔྱད་བྱེད་པའི་ཤེས་བཞིན་ཟེར་ཡ་དེ་གི་བྱིང་རྒོད་རྣམ་པ་གཉིས་པོ་དེ་བག་སྤོང་བར་བྱེད་ཡོང་གི་ཡོད། བྱིང་བ་དང་རྒོད་པ་རྟོགས་པ་ཤེས་བཞིན་དང། དེ་ནས་ད་ལྟ་འདི་དག་དེ་བྱིང་རྒོད་ཡོང་གི་ཡོད་པ་ཧ་གོ་ཡོང་དུས་ཙང་ནས་དེ་སྤོང་བར་བྱ་བའི་ཆེད་དུ་མངོན་པར་འདུ་བྱེད་པའི་སེམས་པ་དང། ད་མངོན་པར་འདུ་བྱེད་པའི་སེམས་པ་དེ་དང་ཅིག་ཤོས་ཡིན་པ་ད་དེའི་སྤོང་བྱེད་ཀྱི་གཉེན་པོ་བསྟན་པ་རེད་གཉེན་པོ་བསྟན་པ་དེ་ལ་ཟས་ཀྱི་ཐོག་ནས་སྤྱོད་ལམ་གྱི་ཐོག་ནས། ཀུན་སློང་གི་ཐོག་ནས་ད་དེ་འདྲ་བྱས་ནས། གཉེན་པོ་དེ་ཚོར་བཤད་ཡོང་གི་ཡོད་རེད་བ་སྤྱོད་འཇུག་གནས་སྐབས་སུ། དེ་ནས་དེ་ལྟར་འདི་ཉོན་མོངས་པའི་ཉེས་དམིགས་ཤེས་པའི་ཐོག་ནས་གཉེན་པོ་དེ་ཚོར་གསུང་ཡོང་གི་ཡོད་རེད། ཉོན་མོངས་པའི་སྐྱོན་ཤེས་པའི་ཐོག་ནས་གཉེན་པོ་དེ་ཚོར་གསུང་ཡོང་གི་ཡོད་རེད། མངོན་པར་མཛོད་ཀྱི་སྐབས་འདྲ་གཅིག་ན་ཉོན་མོངས་སྐྱེད་བྱེད་ཀྱི་རྒྱུ་ཤེས་པའི་ཐོག་ནས་གཉེན་པོ་དེ་ཚོར་གསུང་ཡོང་གི་ཡོད་རེད། རེད་བ་ཉོན་མོངས་སྐྱེད་པར་བྱེད་པ་དེ་ལ་གར་སོང་རེད། དེ་ནས། ཕྲ་རྒྱས་སྤོང་བ་མ་ཡིན་དང་ཡུལ་ནས་ཉེ་བར་གནས་པ་དང་ཚུལ་བཞིན་མ་ཡིན་ཡིད་ཅེས་ཟེར་ན་དག་དེ་འདྲས་ཀྱི་བརྗོད་གསུམ་ཚང་ཡོད་དུས་ཉོན་མོངས་སྐྱེ་ཡོང་གི་རེ་ཟུང་འོལ་བ་དེ་འདྲས་ཀྱི་ཐོག་ནས་ཉོན་མོངས་སྤོང་བྱེད་ཀྱི་གཉེན་པོ་བསྟེན་ཆོག་གི་རེད། དེ་ནས་དབུ་མ་བཞི་སྦྱར་བའི་སྐབས་སུ་སློབ་དཔོན་ཨར་ཡ་འདས་བར་གྱིས་དུས་ཚོད་ཀྱི་ཐོག་ནས་སྤོང་ཚུལ་བཅས་གསུངས་ཡོང་གི་ཡོད་རེད། ནང་པར་གཏི་མུག་འབྱུང་འགྱུར་ཞིང་བར་དུ་ཁྲོ་བ་འབྱུང་འགྱུར་ཏེ་ཕྱིས་སུ་འདོད་ཆགས་འབྱུང་འགྱུར་བ་ཉིད་ལ་རིམ་པ་གསུམ་དུའོ་གསུངས་རེད། འདོད་ཆགས་ཞེ་དྲག་གཏི་མུག་གསུམ་སྟེ།

དེ་ནས་ཅིག་ཉོན་མོངས་དེ་ཚོ་དང་དུས་ཚོད་ག་དུས་ག་དུས་སྐྱེ་གི་ཡོད་པ་དེ་ཧ་གོ་བའི་ཐོག་ནས་དེ་ནས་དེའི་ལྡོག་ཕྱོགས་ཀྱི་གཉེན་པོ་དེ་ཚོ་བསྟན་དགོས་རུ་སོང་འདུག་བ་ད་དེ་འདྲ་བོ་གཉེན་པོ་འདུས་བྱས་བསྟན་པར་བྱེད་པ་གང་ཡིན་པ་དེ་ལ་ཕན་ཐོགས་ན་དེ་སྤོང་བའི་འདུས་བྱས་གཅིག་རེད་གསུངས་པ་རེད། ཨོ་ཡ། རྟོགས་ནས་དེ་སྤོང་བའི་ཕྱིར་དངོས་པོ་འདུས་བྱས་ལས་སེམས་པ་དང། དེ་ནས་བྱིང་བ་དང་རྒོད་པ་ཞི་བའི་ཚེ་མནར་དུ་འཇུག་པ། ད་བྱིང་བ་དང་རྒོད་པ་གཉིས་པོ་དེ་ཕ་སེལ་བར་བྱེད་པ་ལ་གཉེན་པོ་བསྟན་ཡོད་དུས་བྱིང་རྒོད་གཉིས་པོ་དེ་ཕ་མས་འཚལ་བའི་རྗེས་ལ་ད་དུང་ཡང་བྱིང་རྒོད་གཉིས་པོ་དེ་ཞི་ཡག་གི་འབད་བརྩོན་འགྲུས་བཟོ་བདེ་བ་ཡིན་ན་ཡང་ཆོ་ཡོད་མ་རེད། ཁོ་ཕུན་ཐོགས་མེད་པའི་སྒང་ལ་གནས་ཡོང་གི་ཡོད་རེད་དཔེར་ན་ད་ལྟ་འདི་ས་བརྗེས་པ་ཐོག་ཡོང་དུས་བྱང་ཆུབ་སེམས་དཔའ་དེ་ཚོ་སངས་རྒྱས་ཀྱི་འགོག་པ་ལ་ལྷང་ཡོང་གི་འདུག་བ། རྒྱལ་བ་རྣམས་ཀྱི་འགོག་ལ་ལྷུང་བར་མཛད་སོང་ར་གར་ཅི་ནས་འགོག་པ་ལྷོང་དགོས་རེད་ཟེར་ན་འགོག་པའི་སྒང་ཞུགས་དེ་ན་འགྲིག་རེད་ཟེར་དུས་ས་ནས་རེད་ཁོ་རང་གི་ལས་ཀ་བྱེད་དགོས་ཡ་འགོག་པ་ལ་གནས་ནས་ལས་ཀ་བྱེད་དགོས་ཡ་ལས་ཀ་དེ་ཕལ་ཆེར་ཚར་རེད། ས་རང་གི་ངོ་སྐལ་གྱི་སྤང་བྱ་སྤོང་བ་དང་ས་རང་གི་ངོ་སྐལ་གྱི་རྟོགས་བྱ་རྟོགས་པའི་ལས་ཀ་དེ་ཚ་རེད་ད། དེ་འདྲ་བོ་དེ་ལ་ད་དུང་སྙོམས་པར་བཞག་བསྡད་པ་ལས་རྗེས་ཐུབ་སོ་ཚུར་ལྡང་ནས་བསོད་ནམས་ཀྱི་ཚོགས་བསགས་བཞག་པ་ཡིན་ན་ཁེབས་སང་དེ་བྱེད་ཀྱི་ཡོད་པ་ཡིན་དུས་ཚང་ནས་རྒྱལ་བ་རྣམས་ཀྱི་མགོ་ལ་ལྷུང་བར་མཛད་ཟེར་གསུངས་རོགས་དེ་ནང་བཞིན་ཡིན་དུས་ད་ལྟ་འདི་སེམས་དེ་ནས་བྱིང་རྒོད་བག་ནུབ་ཚར་བ་ཡིན་ན་ད་ཡང་བྱིང་རྒོད་ནུས་པ་དེ་གི་གཉེན་པོ་རང་བསྟན་བདེ་བ་དེ་ལས་སེམས་རྩེ་གཅིག་ཏུ་གནས་བྱེད་པ་དེ་ཁེབས་སང་ཆེ་བ་ཡིན་དུས་ཚང་ནས་ཞི་བའི་ཚེ་ན་དེ་ནས་མནར་དུ་འཇུག་པ་ལ་སེམས་བཏང་སྙོམས་སུ་བྱེད་པའོ།